ད་འདི་གླེང་གི་ལྟ་རྒྱུ་ཡིན་ན་རེད་དེ་ནས་ཧོ་ལི་ཡིན་གྱི་རེད་དེ་ནས་འདི་ཁྲིན་ལི་རེད། དེ་ནས་འདི་མི་ནེ་ཙོང་རེད་ད་དུ་སུ་ཐང་ཅི་དེ་ནས་ཀེ་སོག་སྦྲང་གི་ནང་ནས་ད་ཅི་ཡག་དྲིས་འདྲ། ད་སྐྱོ་སྟོང་དེ་འདི་ཀེ་སོག་སྦྲང། གང་དུ་གང་ཡིན་ན་གང་ད་ཡག་པོ་འདྲ་ཧོ་ལི་རེད་དུ་གང་ཡིན་ན་ད་འདྲ་ཆགས་བཞིན་གི་དེ་ནས་ཙོ་གི་ར། དེ་ནས་ལྟ་རྒྱུ་དུ་སུ་ཐང་ཅི་ཤི་འདི་ནས་ཁྱོ་ད་གླིང་འགྲོ་འདྲ་ཆགས་པོ་དུ་འདྲ་ཧོ་ལི་རེད།

འབྲུ་མོ་རྫོགས་ཀྱི་འདི་ས་ཆ་རང་རང་སོ་སོ་གི་དག་བཤད་ཚུལ་འདྲ་མི་འདྲ་བ་ལས་རེད་དེ་ནས་ཡུལ་ག་གང་དང་གང་ཡིན་ནང་གི་དག་ས་ཆ་ག་ནས་ཡིན་ནང་གི་དག་གི་འདྲ་དེ་ནས་དག་ཕ་ཆེ་ཕ་ཆེ་རང་རང་སོ་སོ་གི་བཤད་ཚུལ་གང་དུ་བཙལ་འདི་ཅེས་གཙོ་དོན་དེ་ནི་འབྲུ་མོ་ངའི་ར་རེད་ཅེས་ཡང་བུ་ཡི་གཙོ་དོན་འབྲུ་མོ་ངའི་ར་རེད་ཅེས་དག་འདྲ་མི་འདྲ་ཉན་འདི་ནི་བཤད་ཚུལ་བོ་ལས་རེད་དེ་ཡིན་ན་དག་ང་ཚོ་གི་འབྲུ་མོ་གི་ལོ་རྒྱུས་དེ་འབྲུ་མོ་གི་ཕ་ཡུལ་གང་ཡིན་པ་ལ་སོགས་པ་དེ་ཚོ་ཐམས་ཅད་ཡིན་ནང་གི་རྟགས་ཀྱི་གུ་ནང་ཐང་ལ་ཐང་མང་པོ་ཁད་བསྡད་ཀྱི་དེ་འདྲ་ཟེར་རེད་འདུག་ག་བསྟོད་རྒྱུ་མ་ང་ཚོ་གི། ད་འདི་འབྲུག་མོ་གི་སྐོར་མང་པོ་ཞིག་བལྟ་སོང་ན་འདི་རྟགས་ཀྱི་གུ་ནང་ལ་ཡག་པོ་ཞིག་འདུག་ཨ། ཨ་དེ་མིན་གོ་ཆུ་དོང་ཡོད་དེ་ཡོད་ཀྱི་རེད་འདུག་འདི་རྟགས་ཀྱི་གུ་ནང་ལ་ཡག་པོ་དེ་འདྲ་འདུག་དེའི་ཕྱིར་ན་ད་དོ་དགོང་ངས། དེ་ནས་མར་ཀྱི་བཤད་ཀྱི་ཨ། དེ་ནས། ད་ང་ཚོ་གི་རྟ་རྒྱུག་སྐྱེལ་གྱི་ཉི་མ་རྫོགས་རྗེས་ལེའུ་དང་པོ་འདི་གི་ནང་དུ་ལ་ནག་ཆུ་དལ་གྱི་ཁ་ནས་ལ་སེང་ཆེན་གོང་མ་ལྷག་ནས་ཀུ་ལའི་རྟའི་གཟུགས་བརླན་ལ་ནང་མུ་ཏིག་སྒང་ཆེན་དང་ལ་དྭགས་རྫོགས་རྗེས། དེ་རེད་དཀའ་དེ་འདི་དེ་ལ་དྭགས་འདིའི་ལེའུ་དང་པོ་འདི་གི་ནང་དུ་ལ་མུ་ཏིག་པའི་སྒང་ཆེན་དང་འདྲ་ཟ། གེ་སར་གི་དང་ལ་དྭགས་ཟ་དང་འདྲ་ཀོ་ཁའི་འོ་ལེ་རེད་དེ་འདི་དེ་ལ་དྭགས་སྐྱིད་ཐང་གི་ང་ཚོའི་བལ་གི། དང་ལ་དྭགས་རྫོགས་རྗེས་འདི་དེ་འདི་ལ་ལ་སྲིད་རྒྱོ་ས་གི་འོ་ལེ་རེད་ལ་ལ་དང་ལ་དྭགས་རྫོགས་དེ་ཤི་རེ་སྲིད་རྒོད་ཁྱི་རྒུ་ལེ་མ་དང་འདྲ་མི་སྣ་ཚོགས་ཉིད་དུ་འོ་ལེ་རེད་ཨ། དེས་ན་གཉའ་ལ་ལ་གི་ནི་དང་རོ་ཏོག་ཚིག་དེ་ཡོངས་སུ་རྫོགས་པ་སྲིད་ཀྱི་མཇུག་རྒྱག་སོ་ཟེར་ན་དེས་དང་རོ་ཏོག་ན་སྲིད་དགོས་པའི་ངེས་པ་དགོས་ཁྱི་ཁྱི་རེ་སྤྲོ་བ་མ་ཁྱི་མ་ཁྱི་དག་དེ་ནི་དང་རོ་ཏོག་འདྲ་མི་འདྲ་འདྲ་དེ་འདྲ་བོ་ལས་རེད་དེ་འདི་དེ་ལ་དག་དོག་དགོངས་དུས་ཀྱི་སྟོང་གི་ངེས་གལ་སོགས་ཀྱི་སྦྲང་གི་ནང་ནས་དག་ཅུང་ཟད་ཅུང་ཟད་རེ་སྐྱེས་ཀྱི་དེ་ནི་ཁྱད་པར་དུ་དག་མ་ར་དག་ངེས་སྦྲང་ཅུང་ཟད་ཅུང་ཟད་རེ་མ་ར་ཤིང་དག་ནི་དེ་ནི་ངེས་གཙོ་ཆེ་ས་དག་འདི་གི་ནང་དེ་ནས་མར་ཁྱི་རྣམས་པ་གི་དེ་ནི་གཉན་གྱི་དགའ་ར་དག་དེ་ཚིག་དེ་ནི་འདྲེ་སྦྲང་གོ་ཐོས་སུ་ཐང་ཆེན་ཤེས་ཡོང་བ། དེ་ལ་དང་པོ། རྫས་ལས་ར་དྭགས་སི་ཏི་གང་འགྱུར་བའི་སྐོར་རབ་ཀྱི་ལྗོངས་འདིར་དྭངས་པའི་ཆུ་དག་ཚོན་མདོག་ཙམ་བསྐལ་པ་ལ་རྫས་འགའ་དག་དྭངས་པའི་ཆུ་དག་ཚོན་ཟེར་གོ་དག་འདི་འདི་འགོ་ད་ལ། ཅི་ཧང་ལང་ཧང་ལང། རག་ཙང་རག་ཙང་ཟེར་གྱི་སྐད་གཡང་གི་དེ་ཡང་ལྷ་མོ་དྲི་མ་མེད་པར་ཤི་བོའི་མདོག་ལས་རྫས་འགའ་ཡོངས་སུ་མྱ་ངན་ལས་འདས་པའི་ལོ་ཉིས་སྟོང་ལྔ་བརྒྱ་ན་གདོང་དམར་སྐྱེས་ཀྱི་ཡུལ་དུ་དྭངས་པའི་ཆུ་དག་བ་འགྱུར་བ་དེ་རྫས་ལས་ར་དྭགས་དེ་ན་ང་ཚོས་ཀྱི་དོན་འདི་ལོ་རྒྱུས་གང་དུ་བརྩིས་ན་འདི་འདི་ཅི་འདྲི་ས་མི་འགི་ད་གང་ལྟར། ད་གང་ལྟར་ཕ་ར་རྒྱག་འགྲོ་དེ་དེ་ལ་དྭངས་ཉིས་སྟོང་ལྔ་བརྒྱ་མདོང་དེར་ག་ཚོད་ཡོད་ནའང་གི་སྟོན་པ།

ལེ་ཡའི་དེ་ཡང་རྒྱལ་པོ་ཀ་ཐང་ལེའི་བལ་ཡུལ་གངས་རུ་རྩེ་གི་རྒྱང་འདིར་སྤུ་རྒྱ་གང་དུ་མངའ་མཛད་དྲག་ཏུ་བཙོང་ཞེས་སོགས་གསུངས་པ་དང། མ་སངས་པད་འགི་སི་མ་ཡུལ་སྤྱི་ཡུལ་རང་གི་ཨོང་རྩེ་བ་ལས་དུས་ནང་ཞིག་གི་ཚེ་རྫས་ལས་རེ་ད། ངལ་རྩོལ་གྱི་དུས་རྒྱུན་པ་འདྲེ་སྦྲང་རང་འདྲ་ཞིག་ཡིན་འདུག་དེ་ལ་ངས་ཁྱེད་རྣམ་པ་ལ་ཡང་ནས་ཡང་དུ་བཤད་འདུག་སྙམ་སྟབས་ངེད་ཀྱིས་ངལ་རྩོལ་བས་གི་ས་ཆ་འདི། དེ་ནས་ལྷ་འདྲེ་མི་མ་ཡིན་གྱི་བདག་དེ།

དེ་ནས་སྣང་ཞིག་གི་ཚེ་ན་ཐུགས་རྗེ་ཆེན་པོ་དང་སྒྲོན་མེ་གི་དྲི་བ་བྲག་སྲིན་གཉིས་འདུས་པ་ལས་སྤྲེའུ་ཁྲི་ཕྲག་བཙོང་བ་མཛད་ལེ་རེ་ད་འདི་བལ་གྱི་མི་རྒྱུད་རྫོགས་ཀྱི་དེ་ཐོག་མར་དེ་ནི་སྤྲེའུ་ལས་བཙོང་བ་རེད་ཛོ་བལ་གྱི་དེ་འདྲ་ཤེས་སུ་བཟོ་ལེ་རེ་ད་དེ་ག་གང་ལྟར་འདི་ཕག་དེ་ཐུགས་རྗེ་ཆེན་པོ་གི་དྲི་བ་དེ་ནི་སྤྲེའུ་དང་ནི་མ་བྲག་སྲིན་མོ་དང་ནི་འདི་རྗེ་བཙུན་སྒྲོལ་མ་གི་དྲི་བ་ཡིན་ཛེ་གང་ལྟར་བལ་གྱི་མི་རྒྱུད་འདི་སྐྱེས་ནས་ཟད་དེ་འདི་རྗེ་བཙུན་སྒྲོལ་མ་ཉིད་ཀྱི་དྲི་བ་ཡིན་ཛེ་དེ་འདྲ་ཛེ་ཤེས་ཡོད་ལེ་རེ་ད་མི་རྒྱུད་ཀྱི་གང་མ་བཟོ་གི་ར། དེ་ནས་ད་རིམ་པ་བཞིན་དུ་སྐྲ་འབྲུ་གདོང་སྲང་དགའ་དང་བཞི། པའི་མོའི་གདོང་དྲུག་གི་ཡུལ་ཁམས་སུ་གྱུར་ཏེ་འོད་ཟེར་མོ་རྣམས་ལ་སྒྱུ་བ་མེད་པ་ལ་གསུང་དང་ལས་ཀྱི་རྡོ་རྗེ་ཡེ་ཤེས་ཀྱི་གཟུགས་ངོར་ཤར་བས་རྡོ་རྗེ་བཀའ་དང་ནི་བསྟན་ལྷ་ཡི་ཡུལ་ནི་རྗེ་གཉའ་ཁྲི་བཙན་པོ་རྨ་ཐོག་ལ་འགྱུར་ཏེ་སྤྲིན་གྱི་ཁྱོན་ལམ་ནས་བཙུན་པའི་འོད་ཟེར་ལྷ་ཡི་དུག་རུམ་པ་ཟིན་གྱིས་མཛེས་ལེ་རེ་ད། ང་ཚོ་བོད་ཀྱི་དེ་ན་སྔན་ཆད་རྒྱལ་པོ་ཐོག་མར་དེ་རྗེ་གཉའ་ཁྲི་བཙན་པོ་ཚོས་བཙན་ཤེད་རྒྱུ་བ་ལེ་རེ་ད་སྟེ། གང་ལྟར་དེ་རིང་འདི་གི་ནང་དུ་ནི་ད་གང་ལྟར་ལོ་རྒྱུས་མཁས་པ་དང་ནི་ད་གང་ལྟར་གཉིས་འདྲ་མི་འདྲ་འོས་ཀྱི་རེད་དེ་ཡིན་དུས་དེ་ལ་ད་གང་ལྟར་འདི་ནས་མར་གང་ལྟར་ང་ཚོ་གི་ལོ་རྒྱུས་ཀྱི་སྟེང་ནས་ཤེས་བདེ་ན་ཁོང་རྣམ་པ་གི་ད་གང་ལྟར་དེ་རེད་དགག་རྩ་ཚང་མ་དགོངས་ཀྱི་དེ་འདྲ་ཟེར་རེད་དོ་ལེ་རེད་དེ་ནས་ད་འདི་ན་མར་ཤེས་དེ་མ་ཤེས་ཁྱོད་མ་འགའ་ད་གཉའ་ཁྲི་བཙན་པོ་རྫོགས་རྒྱུ་འདི་ང་ཚོ་བལ་གི་ཤེས་ན། ལྷག་གི་བརྒྱུད་པ་ཡན་ཚོ་དེ་འདྲ་ཤེས་སོ་ལེ་རེད་རྒྱའི་གཉའ་ཁྲི་བཙན་པོ་རྫོགས་རྒྱུ་འདི་ལྷག་ཡིན་ནི་བ་བག་ལེ་ཡན་ཚོ་དེ་འདྲ་ངས་ཤེས། ད་བལ་གི་ཤེས་བདེ་ལེ་རེད་དེ་འདི་དེ་ལ་གཉའ་ཁྲི་བཙན་པོ་སྐྱོ་སྟོང་གི་དེ་འདྲ་ཁྲི་ཚོ་སྔོན་དུ་བརྩི་ན་འདི་ལ་གཉའ་ཁྲི་བཙན་པོ་གི་ལོ་རྒྱུས་བསང་ཚོ་དེ་འདྲ་ཡོད་ད་ལོ་རྒྱུས་ཡོངས་གྲགས་ཀྱི་མར་མདོ་བསྡུས་ན་དེ་འདྲ་ཚོ་ཤེས་གལ་བོ་ལེ་རེད་ད་དེ་འདི། གཉའ་ཁྲི་བཙན་པོ་གི་ལོ་རྒྱུས་ཆེན་པོ་བསང་འདྲ་ཚོ།

དེ་ནས་ཡོང་སོང་ཐེར་བོང་གི་ལག་རྫོགས་ཀྱིས་བལྟས་བལྟས་ནས་སྤུ་བོ་གི་ཡི་ག་ལྟ་ན། ད་འདི་མ་གིན་བཟས་ལ་ཁྱེད་སྤུ་དགག་ཡོད་པོ་གི་ནང་ནས་སྤུ་ཐག་ཆུང་ཡིན་པ། ད་དེ་འདྲས་ཀྱི་ཤེས་ཀྱི་བ་ལེར་བལྟས་ན་དེ་ཡོང་སོང་ཐེར་བོང་གི་ལག་རྫོགས་ཀྱིས་སྟོང་གི་ནི་གཉའ་ཁྲི་བཙན་པོ་ལ་ལབ་སོང་ཤེས་བ་ལེར་བལྟས་ན་ད་རིང་གི་ང་ཚོ་འདི་གི་ནང་ལྟ་ན། དེ་ནས་གཉའ་ཁྲི་བཙན་པོ་རྫོང་གྱི་འདི་བསྒྲགས་པ་བན་རྒྱུད་བན་ལུགས་ཀྱི་དབང་དུ་བྱས་འདི་ནི་གནའ་རིམ་པ་སྐྱེ་སངས་ཀྱི་དེ་ནི་མ་བབས་པ་དེ་ད་རིང་གི་ད་བལྟ་རྒྱུ་སྐྱེ་རྒྱུ་ཉི་མ་འདི་གི་ཐོག་མ་ལ་དེ་འདྲས་ཚུལ་བྲིས་ཤོང་གི་ད་གང་ལྟར་དེ་ག་ནི་མ་བཏོན་ལེ་ནི་དེ་འདྲས་རེད། ཡིན་དུས་ཀྱང།

ཐུབ་མི་སོང་བོད་དྲ་གཏོར་བཟུང་དང་ཤེས་ཚད་འབུམ་པ་ཐུགས་རྗེ་ཆེན་པོ་མདོ་རྒྱུད་ཉེར་ཞི་རྩ་གཅིག་ན་རྒྱུ་རྐྱེན་འཛིན་ལེར། ད་སྐབས་དེ་དུས་ཐུབ་མི་སོང་བོད་དྲ་རྒྱ་གར་ལ་ཕེབས་དེ་ནས་ད་ང་ཚོ་བལ་ཡུལ་འདི་གསར་བཟོ་རྩིས་པ་དོན་འགྲུབ་ཟེར་རེད། དེ་ནས་དེའི་རྗེས་སུ། ད་ང་ཚོ་བལ་རྒྱུ་ལོ་ཙཱ་བ་ཐོག་མ་ལྟ་བུ་ཟེར་རེད། ཐུབ་མི་སོང་བོད་དྲ་རྐྱེན་རིག་འཛིན་མདོ་རྒྱུད་ཉེར་ཞི་རྩ་གཅིག་ལ་སོགས་པ་མ་ར་བལ་སྐད་ཀྱི་སྟེང་ལ་རྒྱུ་ཡོད་ཟེར་དེ་འདྲའི་ཤེས་སོ་ལེར་དེ་ནས་བདུན་ར་ལྔ་བ་ན་ར་ས་འཕྲུ་ནང་གི་གཙུག་ལག་ཁང་བཞེངས་ནས་ལོ་དགུ་ཆ་དགུ་གོ་དགུ་བ། སྐྱོ་ད་ར་འཇམ་པོ་ཡོངས་ཀྱི་སྤྲུལ་བ་ཁྲི་སྲོང་ལྡེ་བཙན་སྐུ་དང།

ལྷ་སྲིན་ཐང་གི་དང་བླངས་དང་སོགས་ཡོན་གྱི་གཙུག་ལག་ཁང་སྟེང་དུ་བརྟན་པར་བསྐྱེད་པ་བཞེས་ནས་བསྟན་པ་རིན་པོ་ཆེ་དར་རྒྱས་སུ་མཛད། དེ་ནས་འབྲོག་བུ་སྤྱང་ཀི་པད་མ་རྒྱལ་པོ་དེ་ཉིད་ལྷོ་ནུབ་རྔ་གཡག་གི་ལའི་ཟོང་དུ་སྤར་ཕོ་གྲོང་པད་མ་བལ་གྱི་གཡས་ཡིག་སོགས་གསུམ་པོ་ཁ་ནས་དེ་ཕེབས་ནས་ལོ་མང་པོ་ཚངས་སུ་མཛད་ལས་རེ་ད་འདི་ནས་མ་ར་ང་ཚོ་གེ་སར་འབྲང་དུ་གཤེགས་ན་རེ་ཨ། དེ་ནས་གེ་སར་འབྲང་དུ་གཤེགས་དགོས་ལས་ཀི་ད་གེ་སར་མི་ཡུལ་དུ་ཕེབས་དགོས་ལས་རྒྱུ་མཚན་ཆེ་རེ་མཛད་ན། ད་ཐོག་མ་དེ་ནས་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱི་དབུ་རྒྱན་རིན་པོ་ཆེ་མ་ར་གདན་འདྲེན་ཞུས། དེ་ནས་ཨུ་རྒྱན་རིན་པོ་ཆེས་ད་གོང་ཐར་ཕེབས་ཏེ་ཡན་རིན་པོ་ཟི་ལ་བཞག་དུས་ནས་དེ་ནས་ཕར་ཕེབས་ཏེ་ད་ལ་ད་ང་ཚོ་འདི་ལྷོ་འདི་གསུམ་པོ་ཡོད་རྫོགས་ཀྱི་ད་ལ་འདྲེ་གསུམ་པོ་གི་ཁ་ནི་ལ་ཨུ་རྒྱན་རིན་པོ་ཆེ་ཕེབས་སོང་ལ་ཡན་ཚོ་དེ་ནས་བཤད་ལེ་རེད། དེ་ནས་ཨུ་རྒྱན་རིན་པོ་ཆེ་འདྲེ་གསེང་པོ་གི་ཁ་ནི་ལ་ཕེབས་ཚར་དུས་དེ་ལ་ད་ནག་ཚོ་བདག་གིས་ད་བསྟན་པ་དེ་དར་བ་ནས་འཇིག་རྟེན་གྱི་འདི་བསྟན་ལ་ཁྱད་པར་དུ་བད་ཁ་བ་རྒྱན་གྱི་ད་བསྟན་མི་བར་སོང་ཡོང་ཚོ་བར་ལ་ནག་ཚོ་བདག་གིས་བསྟན་པ་དེ་དར་རེད།

ནག་པོ་འོད་ཟླ་གྱི་ཁ་ནས་རྒྱ་ཁབ་མང་པོ་དར་བ་གི་ཁ་ནས་དང་མཛངས་ལས་སྐྱིད་མཆོག་སེང་ཆེན་རྒྱལ་པོ་དེ་ཉིད་གོང་མ་ལྷག་ནས་བསྐོས་ཚུལ་ནི། དགའ་ལྡན་ལྷ་ཡི་ཕོ་བྲང་དུ་རྒྱལ་བ་སྲས་ཆེན་གྱི་སྐྱེས་སྔ་རོལ་མགར་དཔེ་མང་འབྱུང་གནས་ཀྱི་སྲས་ཐུབ་པ་དགའ་ལ་བཀའ་སྩལ་པ། རལ་གྱི་བུ་ཁྱོད་མཛངས་ལས་བསྟན་འགྲོ་ཡོངས་ཀྱི་སྐྱིད་དྲག་ནག་ཚོགས་འདི་རིགས་ཀྱི་དམག་དཔུང་ནང་འདུ་དུ་འགྲོ་དགོས་གསུངས་པ་ལ། ད་འདི་ག་ཚོགས་ང་ཚོ་སྔོན་པོ་ལྷག་ལ་ག་ཚད་དགོས་ཀུན་ལུང་ནས་ཤེས་ཚོགས། ད་འདི་ན་མ་རེད་ཤེས་དེ་ན་གང་དག་དེ་རེད་དུ་ག་ཚད་དགོས་གནས་པའི་རིག་འཛིན

སྐྱོ་གྱི་མེད་པ་ལྟ་བུ་དོན་དག་གནས་ངེས་ཀྱང་གཟན་ལེན་རེད། དེ་ནས་ཡོན་ཏན་དེ་ལ་ཨོ་རྒྱན་རིན་པོ་ཆེས་གི་དག་བློ་གི་ཡུལ་ག་ལ་དོན་དག་མཛེ་ནད་གཏོང་གི་ལ་ཡིན་ཚུལ་དེ་འདྲ་ཤེས་སོ་ཟོ་བ་ལེ་རེད། བློ་གི་ཡུལ་ག་ལ་མཛེ་ནད་གཏོང་གི་ལ་རྒྱུ་མཚན་ཁྱེད་རེད་ཟེར་ན། ཨོ་རྒྱན་རིན་པོ་ཆེས་བློ་ཡུལ་དེ་འདྲ་དེ་འདྲས་ཤེས་ཐུབ་དགོས་ལེ་རེད། དེ་གི་ཆེད་དུ་བློ་ལ་ཡུལ་ག་ལ་ཨོ་རྒྱན་རིན་པོ་ཆེས་གི་མཛེ་ནད་གཏོང་ཐལ་ཟེར་ཏེ་དེ་ལ་བློ་ནང་དེ་ནས་ཐ་ཤི་ཟེར་དེ་ནི། སྨན་པ་ཚོ་རྫིས་གཞན་ནས་རྫོགས་ཀྱི་དེ་དག་དེ་འདྲས་ཤེས་དགོས་ཚེ། ཡར་རྩེ་ནས་ཚོ་གར་ཐང་དེ་དེ་ལ་ཨོ་རྒྱན་རིན་པོ་ཆེས་སྨན་པ་ཚོ་རྫིས་གཞན་ནས་གི་དཀྲི་བ་ཚེ་དེ་ནི་བློ་གི་ཡུལ་ག་ལ་སངས། དེ་ནས་བློ་གི་ནད་ཐང་ཆེ་དྲག་དག་དེ་རེད་དེ་དེ་ལ་དེ་ནི་བློ་མི་འགལ་དཀར་པོ་རྫོགས་ཀྱི་དེ་ཤན་དེ་ནས་ཆུ། བླ་མ་འགས་བཀའ་བབས་ཕ་ཆེན་ཡིན་ད་ལྟའི་ཡན་འདྲ་ཟིག་ཡོད་ད་རེད་ཨ་ཅེ་རེད་ད་ལྟའི་ཁྱེད་འདི་ནས་ཁྱོད་དགའ་བདེ་ནས་དེ་ནས་ཨོ་རྒྱན་རིན་པོ་ཆེ་ལ་ད་ཨོང་ཡན་འདྲ་ཡ་ར་ཨོང་རྫོགས་གི་གོང་ལྟར་བློས་གནང་ལ་ད་ལྟའི་ནས་དེ་སྐྱུག་དེ་བརྫིས་ཏེ་དེ་ལ་དེ་གི་ཡ་ར་ད་བཀའ་དྲིན་འདྲ་གསར་བུ་བྱས་ཏེ་དེ་ནས་བློས་གི་ད་ལྟའི་གཟུགས་བཟུང་པ་དགུ་བརྫིས་ཏེ་བརྫིས་ཏེ་དེ་ལ་དེ་ནས་ཨོ་རྒྱན་རིན་པོ་ཆེ་གི་ཁོང་བློས་གི་བུ་མོ་གཟུགས་བཟུང་དེ་གསུངས་ཏེ་དེ་ལ་ད་ཕ་ཆེན་བླ་མ་འགས་བཀའ་བབས་བུ་མོ་ཡན་འདྲ་ཡོད་ད་འདི་མར་གོང་ལྟར་ངེད་གི་ཁ་ཚོན་དེ་འདི་གི་ནང་དུ་ན

དེ་ནས་དེས་ཨུ་རྒྱན་རིན་པོ་ཆེ་གི་ཡང་འཇིག་རྟེན་མི་ཡོད་ལ་ཁྲེལ་སོང་དེ་ནས་ཨུ་རྒྱན་རིན་པོ་ཆེས་ཁོང་རང་གི་དབུ་བཞག་སྟེ། ད་ཕར་དེ་འདྲ་བཙོང་ཚུལ་གླིང་གི་ས་ཆ་རྫོགས་ཀྱི་དེ་ལ་དབུ་བཞག་ཡོད་དེ་འཕོངས་དེ་ནས་ད་ཁྱོད་འདི་ནས་མ་འགའ་མོ་དེ་བླ་གི་བུ་མོ་དེ་ལ་རྫིས་དེ་ནས་ཁྱོད་འདི་བཞག་དེ་རྗེས་ག་ན་རྒྱ་བུ་དེ་ན་དེ་རྫི་རྫིས་བཙོང་བ་དེ་ནས་རྒྱ་བུ་སོང་དེ་ད་ཁྱོད་དེ་ན་བསྟན་པ་དང་སེམས་ཤེས་ཀྱི་དོན་རྒྱ་ཆེན་པོ་ཟིག་འགྲུབ་རྒྱུ་ཡོད་བསམ་ཨུ་རྒྱན་རིན་པོ་ཆེ་གི་དེ་བསམ་དེ་དེ་ལ་དེ་ནས་དེས་དབུ་བཞག་དེ་བཙོང་ཚུལ་གླིང་གི་ས་ཆ་རྫོགས་ཀྱི་དེ་ལ་ད་དེས་ཨུ་རྒྱན་རིན་པོ་ཆེ་གི་དབུ་བཞག་དེ་རྒྱ་བུ་སོང་ལ་རེད་དེ་ནས་མ་འགའ་མོ་མི་རུ་ཡོད་ན་འགའ་ད་དེས་དབུ་བཞག་དེ་རྫིས་ཚེ་ཁ་བཙོང་བ་རྒྱ་བུ་སོང་དེ་ད་ར་ང་ཚོ་དེ་ན་འགའ་བསྟན་པ་རྒྱང་ཚིག་རྫོགས་ཀྱི་དེ་ད་གླིང་གི་ས་ཆ

དེའི་བླ་ཐང་ཆེད་སྤྲོ་བ་དོལ་གྱི་བླ་རྒྱ་བོ་ཁ་སྐོང་བཙན། ཨོང་སྐོང། ཁ་སྐོང་བཙན་ཨོང་སྐོང་ཆེན་རྣམས་ཀྱི་སྔས་ལ་གདན་འདྲེན་མཛད་དགོས་ཟེར་ནས་ན་ཚ་མ་བཟས་ནས་མཁན་བརྩེ་ཆེན་པོ་བརྫངས་དེའི་ཚེ་བླ་མ་གཉིས་ནང་ཁུལ་གྱི་ན་ཀི་རང་བ།

ཀྱི་ནས་གདན་མ་དོ་ཞག་རྩི་འདྲ་བུ་ཀ་སེ་སྤྲུལ་འདྲས་བླ་མ་ས་ལ་ཕེབས་ཏེ་སྐུ་གསུང་ཐུགས་ཡེ་མཐའི་ཕྲིན་ལས་ཀྱི་སྤྲུལ་བ་ཡོངས་གྲུབ་བརྩེ་བ་ཁྲག་ཁྲིག་གྲངས་མེད་དུ་སྤྲུལ་ནས་མཛད་ལས་རི་དྭགས་ཨོ་རྒྱན་རིན་པོ་ཆེ་སྐབས་དེ་དུས་འདི་ཀླུ་ཡུལ་ལ་ཕེབས་འདུག་དེ་ལ་ད་ཀླུ་ནང་གང་ལྟར་འདི་འདྲ་མི་འདྲ་ནག་དེ་ནི་གཟི་ཚང་ནང་གི་མི་བཟང་བ་དེ་རེད་འདོད་འདུག་དེ་ལ་ད་ཀླུ་ནང་ཨོང་ཆ་རྒྱལ་ནང་གི་ལ་ལས་དེ་ནི་ངེད་ཚོ་ཁྱོད་ནང་ལ་གདན་འདྲེན་དགོས་ལ་ལེགས་དེ་ནི་ཁོང་ཚོ་ཁྱོད་ནང་ལ་གདན་འདྲེན་བྱེད་དགོས་ཟེར་དུས་ནི་ཀླུ་ཐང་ཆེན་བརྒྱད་རེ་དང་འཛིན་རེ་ཚེ་དེ་བརྩེ་དུས་དེ་ལ།

བླ་མ་དང་མང་པོ་ཞིག་མཐོང་ཚུལ་མང་པོ་སོང་བ་རེད་ཅེས་དེ་འདྲའི་ཤེས་བ་ལ་རེ་དེ་ནང་བཞིན་དུ་ཨོ་རྒྱན་རིན་པོ་ཆེ་ད་གླུ་ཡིག་ལ་ཕེབས་དུས་དེ་ལ་གླུ་རེ་རེ་གི་སྟེང་དེ་ལ་ཨོ་རྒྱན་རིན་པོ་ཆེ་རེ་རེ་གི་སྟེང་ནས་ཚིག་འགའ་བརྩིས་དེ་ནས་ད་དེ་ཕེབས་པ་རེད་གསུངས་ད་འདི་ཐོག་མར་ཁྲ་མོ་གླིང་གི་ལོ་རྒྱུས་རྫོགས་རྒྱུ་དེ་ང་ཚོ་གི་གླིང་གེ་སར་རྒྱལ་པོ་འབྲང་རྫོགས་རྒྱུ་དེ་ད་མར་དེ་ནི་ང་ཚོ་གི་འདི་ཤིས་དགོས་ན་རྫོགས་གི་ར་ད་འདི་གི་དེ་ནི་འབྲས་གི་ལོ་རྒྱུས་དུས་སུ་ལོ་རྒྱུས་རྫིག་ན་ར་ད་གང་ལྟར་སྒྲུང་ཐང་གི་ཕུག་འདྲ་དེ་ཤིས་དགོས་ལ་ར་དེ་ན་ང་ཚོ་གི་སྒྲུང་ཐང་ཕུག་རྫོགས་རྒྱུ་དེ་གཙོ་ཆེ་ས་དེ་ག་རེ་རེད་ཟེར་ན་ཨང་དང་པོ་དེ་ང་ཚོ་གླིང་སྒྲུང་དུ་བལྟའང་དེ་ལ་ལྷ་གླིང་ག་ཚེར་དགོས་དགོས་རྫོགས་རྒྱུ་དེ་ལ་ཐོག་མར་གེ་སར་མི་ཡུལ་དུ་ཕེབས་དགོས་པའི་རྒྱུ་མཚན

དེ་མ་ཐག་བ་མོང་ལ་ཉི་ཟེར་བུད་པ་དང་ནེའི་དོ་བདག་སྔགས་གན་ལས་སྤྲོ་སྟེ་བདེ་བ་ཐོག་བརྩེགས་ལས་རེ་ད་ཨོ་རྒྱན་རིན་པོ་ཆེ་བློ་ཡུལ་ལ་ཕེབས་ཏེ་གླུ་རེ་རེ་གི་སྔན་ལ་ཨོ་རྒྱན་རིན་པོ་ཆེ་རེ་རེ་སྤྲོ་བ་ཚེ་དན་ཨོ་དེ་ནི་ད་སེམས་ལ་ཕན་པ་གི་ཆུ། ད་ང་ཚུགས་ཅིང་ལུས་ལ་ཕན་པ་གི་ད་ཆུ་འཁྲུ་དོ་ར་ནི་འདྲ་མི་འདྲ་དེ་འདྲ་བྱས་ཏེ་དེ་ལ་དེ་ནི་གླུ་དེ་ད་གླུ་གང་དང་གང་དུ་ཤེས་པ་ད་དེ་འཛིན་ནས་གསན་དོ་རེ་གླུ་ཐང་ཅིག་གི་འཛིན་ནས་གྲགས་སོང་ལ་རེ་གསུངས།

ལྷ་ཆེན་མཐུ་སྟོབས་ཀྱི་རྫོང་བ་ལང་དུ་བསྐྱོད་པོ་རྟེན་འབྲེལ་ལེགས་པར་བསྒྲེས་སོ་ཟེར་ལ་རི་དྭགས་འདི་ཡང་དེ་ཀླུ་མོ་གང་ལྟར་མ་འགའ་མོ་དེ་ཡིན་སངས་ཀྱི་གང་ལྟར་འགུགས་ལ་ལ་བསྟན་པ་རྒྱང་ཚིག་ཙམ་ལ་གང་ལྟར་བཏང་བ་དེ་འདྲ་བྱས་ལ་ད་ལྟའི་གཞན་པ་གི་ལོ་རྒྱུས་ང་ཚོ་ཁ་ཚོ་གེ་སར་ལོ་རྒྱུས་ངང་ལ་བཏང་འདི་གེ་སར་གི་འདི་གནང་ཐག་གྱོ་རི་གནང་ཐག་རྫིག་གྱོ་དེ་གི་ནང་དུ་ལ་ཁ་ཚོ་སྔས་མ་ཁྱེད་བཤད་ལེ་ད་དེ་གནང་གཞི་ཟིན་ཡིན་གྱི་རེད་གང་ལྟར་འདི་ཀླུ་གི་ཡ་ར་ངེ་ཚོ་མ་འགའ་མོ་དེ་ཡང་འབུལ་བ་རྒྱ་ལ་ཡིན་དེ་རྫི་བ་ལ་རེད་དེ་ནས་འབུལ་བ་རྒྱ་དེ་དེ་ལ་དབུ་རྒྱན་རིན་པོ་ཆེ་གི་ཁྲལ་བསྡད་ནས་ད་ཁོང་རང་གི་ཤག་དེ་ད་བར་བཙོང་ཚུགས་ངང་ལ་འཕངས་བསྡད་ན་ད་ཤག་དེ་གི་རྗེས་སུ་མ་འགོ་མོ་རྫོང་བཅས་བལྟས་བཙལ་དུས་དེ་ལ་ད་མགོ་རོ་ལོ་བསྟན་པ་རྒྱང་ཚིག་ཚང་གི་རྩ་དེ་གི་ཟེར་ལ་ཐང་དེ་དེ་ལ་ད་མུར་དེ་འདྲ་ཟག་གི་ཐུན་གྱི་དུག་སྔ་དེ་འདྲ་ཟླ་བ་ཕྱེད་ཀི་ཚེ་ཀི་ཟིག་གི་ཡན་ལ་ད་མུར་བསྡད་ལེ་རེ་བཙལ་ལེ་རེ་ད་སོང་ལེ་རེ་བསྡད་ཙེ་ལེ་རེ་ཡིན་ནའོ་ད་ལྟོས་ཀྱི་ཆགས་རྗེས་ཀྱི་གང་ཡང་མེད་པ་དེ་འདྲ་རེ་སོང་ལེ་རེས་དེ་ནས་ད་རེ་ད་ན་མགོ་རོ་ལོ་བསྟན་པ་རྒྱང་ཚིག་ཚང་གི་ད་སྒོ་ཁར་ཐང་དེ་མུར་གྱི་ལྟོགས་བུ་གི་སྣང་བ་ཤག་དེ་རེད་དེ་དེ་ལ་དེ་ནས་མུར་དེ་འདྲའི་ཟག་གི་དྲི་གང་ལྟར་ཡར་མ་བཙལ་འདོད་ན་ད་བསྟན་པ་རྒྱང་ཚིག་ཚང་གི་དེ་ཡན་རིང་པོ་ལྟ་ན་གཡུང་མོ་བཙལ་ལེ་བསྡད་ལེ་ཡིན་ཙེ་ད་དེ་འདྲའི་ཞིག་ཡོད་ལེ་རེད་ད་གང་ལྟར་དེ་རེད་ཨ་དེ་ནས་བླ་ཡེངས་མི་བརྗེད་ཀྱི་ཐོག་མར་པད་མོ་བདུན་དྲུག་གི་ནང་ཚེ་སྨུག་པོ་གདོང་གི་རི་སྐྱེས་མང་ཉག་པ་གདོང་ར་བཀྲ་རྒད་པོ་ཟེར་བ་སྐྱེས་རྗེས་ཡབ་མེས་ཀྱི་རས་ལ་རྫས་ལེ་རེ་བཏབ་འདུག་གང་ལྟར་འདི་འདྲི་ཚུལ་ཤེས་ཀྱང་དགའ། བླ་ཡེངས་ཀྱི་སྙིང་རྗེ་རྫོགས་ཀྱི་རྟེན་དེ་ད་ང་ཚོ་བལ་བལ་གྱི་ད་ལྟ་རི་སྐྱེས་ཀྱི་ནང་དུ་ལ་སྨུག་པོ་གདོང་རྫི་རྩེ་འོག་ལེ་རེ་བཏིབ་ད་ང་ཚོ་སྨུག་པོ་གདོང་གི་རི་སྐྱེས་ཡན་དེ་རྫོགས་འདི་ལེ་རི་བལ་གྱི་འདི་ག་གར་ས་འདི་བླ་ཡེངས་ཀྱི་རི་སྐྱེས་འདི། སྨུག་པོ་གདོང་གི་རི་རྒྱུད་དང་འདྲ་ཟིན། དེ་ནས་སྨུག་པོ་གདོང་གི་རི་རྒྱུད་ཀྱི་ནང་ན་གདོང་ར་ཁྲ་རྒད་པོ་རྫོགས་ཀྱི་སྟོན་གྲི་ཟིག་ཡོད་དེ་ཟེར་ལེ་རེད་ད་འདི། སྐྱིད་སྡོང་དེ་འདི་གེ་སོག་གི་དེའི་སྣང་མཐའ་དེ་གི་ནང་དུ་ལ་ཞིག་ན་གདོང་ར་ཁྲ་རྒད་པོ་རྫོགས་ཀྱི་འདི་ཕ་སྤྲེའུ་བཙོང་ཆུ་ཟིན་པ་དང་མ་བྲག་ཟིན་ཡིན་ལ་བུ་བྲེའུ་འདྲ་སྐྱེས་ཡོད་བུ་གི་ནང་ནས་བུ་ཁྱི་ཡ་དེ་ད་ཐོག་མར་རྫོགས་གི་ར་བུ་བྲེའུ་འདྲ་སྐྱེས་ཡོད་བུ་གི་ནང་ནས་བུ་ཁྱི་ཡ་དེ་གདོང་ར་ཁྲ་རྒད་པོ་རྫོགས་ཀྱི་ཡན་གྱི་དེ་འདྲ་ཅིག་སྐྱེས་ཡོང་གི་ང་ཚོ་ལ་ལ་གི་ནང་དུ་ལ།

ཡ། ལེགས་སོ་ལེགས་སོ། ད་རྟེན་འབྲེལ་གྱི་ཉིན་ཉི་མ་དང་པོ་ཤར་ང་ཡི་བརྒྱད་འདི་ལ་སངས་རྒྱས་ཀྱི་བསྟན་པར་བལྟ་བ་སེམས་བསྐྱེད་ལ་བདེ་སྐྱིད་འབྱུང་བ་དགེ་འདི་དེ་དེ་ན་དར་ཞིག་གྱིས་པ་མུ་ཏིག་གི་འདི་ར་ཤིང་གིས་ནག་ཚོགས་ཀྱི་གཉེར་བ་མནན་གིས་རྐང་ཚུགས་ཀྱི་ངོ་སོ་ཐེབས་གིས་སྦྲ་ནག་པོ་མི་འཇིགས་ཅན་གྱིས་ཁྱོད་ཀྱི་རྒྱང་ཚད་འགྲེང་གིས་ཤིང་ཧོང་ངོ་མ་རེད་རྫི་ལི་རེད་ད་གང་ལྟར་ཡ་ར་ཁྲ་རྒད་པོ་རྫོགས་ཀྱི་འདི་གི་ད་གདོང་འཇིགས་རེད་འདི་ལ་རེད་གེ་སར་རྫོགས་ཀྱི་འདི་ད་ང་ཚོ་གེ་སར་ཚོ་ཁྱེད་ར།

མ་ཀིས་རྩེ་ལྷ་ཁྱོད་སངས་རྒྱས་ཤར་རྩེའི་ལྷོ་སྤང་རྫོང་གཡོ་རུ་ནགས་ནས་རུ་མི་ཐོག་མ་ཆད་པ་ལྷོ་ཚུགས་ནས་ཁྱོད་གཡོན་དྲུག་འདྲ་བ་ཞིག་འབབ་པའི་ཁྱི་ཁྲ་ཁྲོ་ཁྲོ་ཟེར་བ་འདུག་ཟེར་ལ་ད་བབ་པན་སངས་ཀི་སྟན་དང་དེའི་ཡ་ར་ཁྲ་རྒད་པོ་གི་རོགས་དེ་ཡག་ཁུ་ཨ་རྒྱའུ་འདི་དེ་ལ་ད་མ་ཀིས་གི་ས་དེ་ཞིག་ཟེར་ཐང་འདི་ཨུ་རྒྱན་རིན་པོ་ཆེ་གི་ད་སྤྲི་པ་ཚེ་དེ་ནས་འཛོ་གི་ར་ད་བབ་པན་སངས་དེ་ཡག་འགྲོ་མྱོང་མེད་ལས་ཚ་ད་དེ་ནས་ཡ་ར་དེ་འདི་མ་ཀིས་གི་ས་ཆ་ནས་ཨ་འགྲོ་མི་ཉན་ཡིན་ལས་ས་གི་ད་དེ་མ་ཀིས་མ་ཀིག་ས་ཆ་དེ་ཤི་ཟེར་དེ་ནི་བླ་ཡང་གི་དག་གང་ལྟར་མ་འོངས་པ་ལ་བླ་ཡང་གི་གང་ལྟར་དེ་སྡེ་བ་འདྲ་རྫོགས་དགོས་ན་གང་ལྟར་རྒྱལ་ཁ་འདྲ་རྫོགས་དགོས་སོ་ན་ཁྱེད་རྫོགས་དགོས་སོ་ན་དེ་དེ་ནི་མ་ཀིག་ས་ཆ་ལ་ཁྱོག་ཐུག་དགོས་ལེ་རེད་དེ་ཨོ་རྒྱན་རིན་པོ་ཆེ་གི་སྤྲུལ་པ་ཚེ་དང་མ་ཀིག་དེ་མར་དང་ཤི་མ་དེ་རྩེ་ལྷ་ཅོག་སོང་རྫོགས་ཀྱི་དག་དེ་གི་འདག་དེ་ཤི་ཟེར་ཐང་ཚོགས་དེ་དེ་ལ་དེ་ནི་ལྷོ། ཤར་ཚེས་ལྷོ་སྤང་རྫོང་གཡོར་ནག་ནི་རབ་མི་རྟག་མ་བྱས་པ་ལྷོ་ཚུར་ནི་ཁྱོད་ཡོང་དྲི་འདྲ་བ་འབབ་པའི་ཁྱོ་ཁྲོ་ཁྲོ་ཟེར་བ་འདག་རྫས་ལེ་རེ་དག་གང་ལྟར་འདི་ང་ཚོ་ས་སྐྱེས་གི་ནང་ལ་ཤེས་འདི་དེ་རེད་ཨ།

ཤ་ཚོ་དེ་མར་དེ་ནི་ར་ཐང་གི་སྒོ་ཚིག་ཀྱང་ན་ཟོ་བ་ལེ་རེད། ལྷོ་དེ་ནི་ར་མཆིས་སྤང་ཀྱང་ན་ཟོ་ད་སྐྱ་ལོ་ནོ་རྫིས་ཚོས་པོ་ཏག་རེད་ཟེ་ལེ་རེ། ནའུ་ར་ཡི་གི་མ་ཐག་མ་ཁྱེད་པ་ཟེ་ལེ་རེ་སྐྱོ་སྟོང་གི་ནའུ་གི་ར་རྫོ་གྱི་དེ་སྐྱོ་སྟོང་དུ་དུ་སོང་དེ་མདའ་འུ་འདི་དེ་ལ་ཡ་ར། ནུ་ཚོ་གུ་གུ་ར་དེ་ཕར་ད་ཀ་ཀ་འདི་གི་མ་གཉིས་སུ་ད་འཕོང་སོང་པ་ད་འུ་དང་ཡང་ན་ནུ་ཚོ་གུ་ར་དེ་ལ་མར་ད་དེ་ར་དེ་ཕར་གི་ཕ་དེ་ནི་དེ་ད་ཚ་ལང་ལེ་གཡོག་ཟོ་དོང་ར་རི་དོ་ན་དེ་ས་ཁྱི་དེ་ཙུ་ལེ་རེ། དེ་འདི་དེ་ལ་ད་ནའུ་དེ་ནི་མ་ཐག་མ་ཁྱེད་པ་དེ་འདྲ་རེད་འགྲོ་འདི་དེ་ལ།

ཁོ་ནི་འོ་འདུག་བླ་མ་དང་རྒྱ་ལཱས། ད་ནི་དེ་ཀ་སོགས་ཨོ་རྒྱན་རིན་པོ་ཆེ་གི་གསང་འདི་ནི་ཡ། ཁྱོད་གསང་ག་ནས་ཡིན་ད་ནི་ས་ཆ་ག་ལ་འགྲོ་ལེ་ཟེར་དེ་རྫས་དུ་དེ་ལ། ད་ད་གཟོད་གྲོང་པོ་ཡིན་སོང་སུ་ཡིན་སོང་ད་གང་ལྟར་ཕ་ད་ད་ཉག་ང་བ་གཉའ་གསང་བོ་རེ་ཟེར། དེ་གི་ནང་ནས་དགོན་པ་འདྲ་ཁྱི་ཡ་འདྲ་དེ་གི་སྟེང་དུ། ལག་པ་དེ་ཡ་ར་ཐ་མོ་བསྒྱུར་དེ་ནི་བླ་མ་རིན་པོ་ཆེ། ད་ཁོང་ས་འདྲ་ཡིན་ན་ཡོད་དེ་འདི་བཙོང་ཡུལ་གི་སྟོད་ནས་ཡིན། དེ་ནས་ངུ་མལ་ལ་སྐྱ་ལོ་རྫོ་ལ་ཡས། ཁོ་མལ་ལ་སྔོ་ལོ་རྫོ་ལ་རེ། འདི་མལ་ལ་གྲོ་ལོ་རྫོ་ལ་རེ་ཟེར་ད་ད་རིང་གི་དེ། སྙ་སང་ཨོ་རེ་དེ་སྙ་སང་དེར་གི་དེ་ད་སྐྱ་ལོ་སྔོ་ལོ་གྲོ་ལོ་རྫོ་གི་ད་གང་ལྟར་དེ་ན་སྙ་སང་ཡས་སོ་ཟེར་དེ་ཀྲོང་པོ་འདྲ་ད་གང་ལྟར་ཅན་སོ་ན་གང་ལྟར་ཕ་ད་དེ་དེ་ལ་ཀྲོང་པོ་གི་ཙི་ག་ཨོ་ལས་ས་ག་ཉང་ང་བ་སང་གི་ཁུ་པོ་ཁྱུང་ངུ་རེ་ཁུ་དེ་ནས་མགོ་རིང་པོ་ཁྱི་ཐའུ་འདི་དེ་ལ་དེ་ནས་ས་ཆ་ག་ནས་ཡས་རྫོ་དེ་དེ་ལ་ད་ཙང་ཡུལ་གཏེར་ནས་ཡ་ཡས་དེ་ནས་ངུ་མལ་ལ་སྐྱ་ལོ་རྫོ་ལ་ཡས་ཁོ་མལ་ལ་སྔོ་ལོ་རྫོ་ལ་རེ་འདི་ལ་གྲོ་ལོ་རྫོ་ལ་རེ་དེ་ཟེར་དེ་དེ་ལ་ད། དེ་འདྲ་ཟེར།

ཁོང་ཚོ་ཙོང་ཡུལ་སྟེགས་ཀྱི་ས་ཆ་རྫོགས་ཀྱི་དེ་ནས་ཡིན། ད་ཁོང་ཚོ་ཙོང་ཡུལ་སྟེགས་ཀྱི་ས་ཆ་འདྲ་ཡིན་ན་རྒྱུ་ཟིག་མེད་དེ་ནས་ཟ་རྒྱུ་འཐུང་རྒྱུ་མེད་ད་ཤིན་ཏུ་གནས་ཆུང་སྤྱི་ཁང་གི་བསྡུ་སྔགས་ཉུང་བ་དེ་རེད་དོ་མདོག་དེར་ཁ་ཚུགས་ཁུ་ཚུགས་ཀྱི་སྐད་ཆ་ཟེར་ལ་ད་གླིང་གི་ས་ཆ་རྫོགས་ཀྱི་དེ་ལ་སྐྱེལ་འགྲོ་རྒྱུ་ན་ད་རྒྱུ་ལོང་ཁྱི་ཟིག་གི་རྟ་འདི་ཀྱི་མིང་གི་རྗེས་དེ་ནས་སྐད་གྲགས་ཆེན་པོ་ཟིག་ཡོད་ད་ཁོང་ཚོ་གི་གོ་ཚང། ཁོང་ཚོ་དེ་ནས་ད་གང་ལྟར་རང་གི་ཕ་ཡུལ་དེ་ནས་ཙོང་ཡུལ་སྟེགས་ཀྱི་ས་ཆ་རྫོགས་ཀྱི་དེ་ན་དེ་ནས་སྐྱ་ལོ་སྔོ་ལོ་གྲོ་ལོ་སང་ལ་ཟ་རྒྱུ་འཐུང་རྒྱུ་ཁྱི་མོ་ལང་དེ་རེད་ཟེར་ཁོང་ཚོ་གླིང་གི་ས་ཆ་ལ་ད་འགྲོ་ལ་ཡིན་རྗེས་དེ་ནས་སྐྱ་ལོ་སྔོ་ལོ་གྲོ་ལོ་སང་གི་དེ་ཤེས་ལེ་རེད་ད་དེ་ཡང་ཨོ་རྒྱན་རིན་པོ་ཆེ་ལ་ཡོད་ཤེས་འདི་ལ་རེད་ཨ། དེ་ཤེས་པས།